སྐར་མ་ཁ་ཤས་ནང་ལ་བཤད་ཚར་གི་མ་རེད་དེ་འདྲས་ཡིན་དུས་ཁྱེད་རང་ཚོས་བརྙན་ཐུང་འདི་གལ་སྲིད་དགའ་པོ་བྱུང་བ་ཡིན་ན། Comment ནང་ལོགས་ལ་མུ་མཐུད་ནས་ཟེར་བྲིས་ཤོག་ཨ། ངས་མུ་མཐུད་ནས་ལེ་ཚན་ཁ་ཤས་བཟོ་ཡག་གི་འབད་བརྩོན་བྱེད་ཀྱི་ཡིན། ང་ཚོ་དཔལ་འབྱོར་ཡར་རྒྱས་བཏང་ཡག་གལ་ཆེན་པོ་ཞེ་དྲག་རེད། དཔེ་ཤག་ཚང་མ་ལ་དགོས་ཀྱི་ཡོད་རེད་དཔེ་ཤག་བཟོས་ཡག་ཡག་ཤོས་གཅིག Share Market ཟེར་བ་དེ་རེད། ང་ཚོ་རྒྱ་གར་ནང་ལ་དེ་ཡི་ཐོག་མི་མང་ཚོ་ལ་གོ་རྟོགས་སྐྱོ་པོ་ཞེ་དྲག་རེད། ཡིན་ནས་ད་ཆ་དྲ་རྒྱ་ཡག་པོ་ཡོད་པ་སོང་ཙང་ཀ་ཁྲོམ་ར་རྩེ་མཁན་ཡང་སྔོན་མ་ལས་མང་རུ་ཞེ་དྲག་ཕྱིན་ཡོད། ཡིན་ཡང་ནུབ་ཕྱོགས་རྒྱལ་ཁབ་དང་བསྡུར་ན་བརྒྱ་ཆ་ཉུང་ཉུང་ཞེ་དྲག་རེད། སྔོན་མ་ཡིན་ན་ཁྲོམ་ར་རྩེ་ལ་ཆ་རྐྱེན་མང་པོ་ཚང་དགོས་ཀྱི་ཡོད་རེད། དཔེར་ན Broker། བར་ཚོང་རྒྱག་མཁན་ཚོས་གླ་ཆ་ཡང་མང་པོ་ཟ་གི་ཡོད་པ་རེད། གལ་སྲིད་ཤེལ་ཅིག་ཉོ་དགོས་ན་བར་ཚོང་རྒྱག་མཁན་ལ་ཁ་པར་བཏང་ནས་ཁོ་ཚོའི་བརྒྱུད་ནས་ཉོ་དགོས་པ་དང། བཙོང་དུས་ཡང་ཁོ་ཚོ་ལ་ཁ་པར་བཏང་ནས་བཙོང་དགོས་པ་རེད། ད་ཆ་དཀའ་ངལ་དེ་ཚོ་མེད་པར་ཆགས་ཟིན། ཁ་བཏུག་རང་རང་གི་ཁ་པརའམ་གློག་ཀླད་བརྒྱུད་ནས་བར་ཚོང་རྒྱག་མཁན་སོ་སོས་མཉེན་ཆས་ཕབ་ལེན་བྱས་ཏེ་མ་རྐང་ཉོ་ཚོང་སོགས་སྟབས་བདེ་པོའི་ངང་ནས་བྱེད་ཐུབ་ཀྱི་ཡོད་པ་རེད། དེ་ཚོ་ཚང་མ་དྲ་རྒྱ་ཡག་པོ་ཡོད་པའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། དག་གང་བྱས་ནས་ཁྲོམ་ར་བརྩེགས་དགོས་པ་རེད་ཟེར་ན། དངུལ་བཟོ་ཡག་གི་ཐབས་ལམ་མང་པོ་ཡོད་པའི་ནང་ནས་ཡག་ཤོས་ཅིག་འདི་ཡིན་པ་དང། འཛམ་བུ་གླིང་གི་ཕྱུག་བདག་ཚོ་དང་ཀམ་པ་ནི་དག་ནང་བཞིན་ཚོང་ལས་གཉེར་མཁན་གྱི་ཚོང་པ་ཁག་དང། དངུལ་ཁང་ལ་སོགས་པ་ཚང་མས་ཁྲོམ་ར་འདི་བརྩེགས་ཀྱི་ཡོད་པ་རེད། རྒྱལ་ཁབ་ཞིག་ལ་མཚོན་ན་རྒྱལ་ཁབ་དེས་ཡར་རྒྱས་ག་འདྲ་འགྲོ་མིན་མང་པོ་ཞིག་རྒྱལ་ཁབ་དེ་ཡི་མ་རྐང་ཁྲོམ་ར་ལ་རག་ལུས་པ་ཡིན། སོང་ཙང་ཁྱེད་རང་རྒྱལ་ཁབ་ག་བ་ལ་བསྡད་རྒྱུ་ཡོད་ནས་རྒྱལ་ཁབ་དེ་ཡི་ཁྲོམ་ར་རྩེ་ཐུབ་པ་བྱེད་རྒྱུ་ནི་གལ་ཆེན་པོ་ཞེ་དྲག་རེད། རང་གིས་ཉིན་རེའི་ལས་ཀ་ག་རེ་བྱེད་ཀྱི་ཡོད་མིན་ལ་མ་ལྟོས་པར་མཉམ་དུ་ཁྲོམ་ར་ཡང་རྩེ་ཐུབ་པ་བྱེད་དགོས།

ད་རིང་ངས་འདི་ནས་མ་འདིའི་ཐོག་ལ་འགྲེལ་བཤད་གར་བྱེད་ནས་རྒྱག་གི་ཡིན་ཟེར་བྱས་ཞེས་ཞུས་པ་ཡིན་ན། ང་རང་འདིའི་ཐོག་ལ་དེ་སྔའི་མ་འཇོག་བྱས་ཡ་གི་ལོ་ལྔ་ལྷག་གི་ང་རང་གི་དེ་ཐོག་ལ་ཉམས་མྱོང་ཡོད། སོང་ཙང་ཀ། ཨ་ནི། འདིའི་ཐོག་ལ་ངས་འགྲེལ་བཤད་ཅིག་ཞུས་ན་དྲན་པ་རེད། ང་ཚོ་རྒྱ་གར་ནང་ལོགས་ལ་མི་མང་ཆེ་བས་ཚོང་འདི་རྒྱག་གི་ཡོད་པ་རེད། སྤྱི་སྟངས་ནས་འཛམ་བུ་གླིང་ལ། Share Market ག་འདྲ་ཞིག་ག་འདྲ་ཞིག་ཡིན་ན།

སོང་ཙང་གཉིས་པ Delivery Trading ནས་ཁེ་བཟང་རག་དགོས་ཀྱི་ཡོད་ན་ཆ་རྐྱེན་གསུམ་ངེས་པར་དུ་ཚང་དགོས་ཀྱི་ཡོད་རེད། དང་པོ་དེ་ལ་ང་རང་ཚོ་ངང་རྒྱུད་རིང་པོ་དགོས་ཀྱི་ཡོད་རེད། གཉིས་པ་འདོད་པ་ཆེན་པོ་ཞེ་དྲག་བྱེད་མི་ཉན། ཁེ་བཟང་ཨོ་རྩི་རག་དུས་ཁབ་ཏུ་བཙོང་ཐུབ་པ་བྱེད་དགོས་ཡས་དེ་གལ་ཆེན་པོ་རེད། གསུམ་པ། ཁྲོམ་རའི་གི་གོ་རྟོགས་ཟེར་དགོས་རེད་ཤེས་བྱ་ཏོག་ཙམ་ངེས་པར་དུ་ཚང་དགོས་པ་རེད།

ང་ཚོ་ཤེར་ཉོ་གར་འགྲོ་གི་ཡོད་པ་རེད། རྒྱ་གར་གྱི་མ་རྐང་ཁྲོམ་ར་ལ་ཆ་བཞག་ན་འཛམ་བུ་གླིང་ནང་ཁྲོམ་ར་ཆེ་ཤོས་ཤིག་དང་རྙིང་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། རྒྱ་གར་གྱི་མ་རྐང་ཁྲོམ་ར་དེ་ལ་ཁྲོམ་ར་ཆེན་པོ་གཉིས་སུ་བསྡུས་པ་རེད།

བདུན་ལྷག་དེ་ནང་ལོགས་ལ་མཉམ་ཞུགས་བྱེད་ཀྱི་ཡོད་མཉམ་ཞུགས་བྱེད་ཀྱི་ཡོད་རེད་ཚོང་རྒྱག་གི་ཡོད་རེད། དེ་ཚོ་ཚང་མས་ཀྱི་ཀམ་པ་ནི་འདི་གའི་དེ་ཚང་མས་ཀྱི་སྟངས་འཛིན་བྱེད་མཁན་དེ་སེ་བྷི་ཟེར་བའི་ལས་ཁུངས་ཤིག་ཡོད་པ་རེད། ཨོ་སེ་བྷི་ནས་སྟངས་འཛིན་བྱེད་ཀྱི་ཡོད་པ་རེད། ད་ཤེར་ཟེར་ན་ག་རེ་རེད། དེ་ནི་མ་རྐང། བོད་སྐད་ག་ལ་ད་མ་རྐང་ཞུ་གི་ཡོད་ས་རེད་མ་རྐང་ཟེར་ན། མ་རྐང་ཟེར་གི་ཡོད་པ་དང། ད་ཀམ་པ་ནི་གཅིག་གིས་མ་རྐང་གཅིག་ཉོས་པ་ཡིན་ན། ཀམ་པ་ནི་གཅིག་གིས་ཤེར་གཅིག་ཉོས་པ་ཡིན་ན་ཁྱེད་རང་ཀམ་པ་ནི་དེ་ཡིས་ཤེར་གཅིག་གི། ཤེར་བདག་ཆགས་པ་ཡིན་པ་རེད། དེ་ལབ་དུས་ཁྱེད་རང་ཀམ་པ་ནི་དེ་ཡི་སྦྱིན་བདག་གི་ཆ་ཤས་ཆུང་ཆུང་ཞིག་ལ་གྱུར་བ་རེད། Company དེ་ལ་ཁེབས་སང་རག་ན་ཁྱེད་རང་ལ་ཡང་ཁེབས་སང་རག་གི་རེད Company དེ་གྱོང་རག་ན་ཁྱེད་རང་ལ་ཡང་གྱོང་རག་གི་རེད། ད་ཁེབས་སང་རག་ན་ཁེབས་སང་ག་རེ་ཡོད་རེད་ཟེར་ན་དང་པོ་དེ་ལ་ཁྱེད་རང་གི་ཉོས་པའི་མ་རྐང་དེ་གོང་ཚད་འཕར་འགྲོ་གི་རེད། རྗེས་སུ་ཁྱེད་རང་གི་ཉོས་པའི Share དེ་གོང་ཆེན་པོ་ཆགས་པའི་སྐབས་ལ་བཙོང་ན་ཁྱེད་རང་ལ་ཁེབས་སང་ཆེན་པོ་རག་གི་ཡོད་རེད།

གྱོང་རག་པ་ཡིན་ན་ག་རེ་ཡོད་རེད་ཟེར་ན་ཁྱེད་རང་གིས་ཉོས་པའི་ཤེར་དེ་མ་གང་དེ་གོང་ཟག་པའི་སྐབས་ལ་ཁྱེད་ཀྱིས་མ་འཇོག་བྱས་པའི་མ་དངུལ་དེ་ཡང་མར་ཉུང་རུ་ཉུང་རུ་འགྲོ་བ་དང། མ་ཟད་ཚང་མ་མེད་པ་ཡང་ཆགས་སྲིད་པ་རེད། ད་གཉིས་པ་ཤེར་ཉོ་སྐབས་ཀམ་པ་ཎི་གང་དུ་མ་འཇོག་བྱེད་ཀྱི་ཡོད་གནས་ཟབ་ཟབ་བྱས་ནས་ཀམ་པ་ཎི་བདམས་ཐུབ་དགོས་ཡ་དེ་གལ་ཆེན་པོ་ཞེ་དྲག་རེད། ཀམ་པ་ཎི་དེ་ཡིས་ཤེར་གྱི་གོང་ཚད་ལ་ལྟ་མི་ཉན། ཤེར་དགའ་ཤེལ་གོང་ཆེན་པོ་དགའ་ཤེལ་གོང་ལྡིང་ལྡིང་གོང་ཆུན་ཆུན་ཡོད་པ་རེད། གཙོ་བོ་ཀམ་པ་ཎི་དེ་ཡིས་ཚོང་ག་འདྲ་རྒྱག་གི་འདུག། ལོ་སྔོན་མ་ཡོང་འབབ་ག་ཚོད་བྱུང་འདུག་ཁེབ་སང་ག་འདྲས་བཟོས་འདུག་ཀམ་པ་ནི་དེ་ལ་བུ་ལོན་མང་ལོས་འདུག་མ་འོངས་པར་ཀམ་པ་ནི་དེ་ཡར་རྒྱས་འགྲོ་ས་རེད་དང་མ་རེད་ཀམ་པ་ནི་དེ་ཡིས་མར་རྩ་ག་ཚོད་རེད་འདུག་ཀམ་པ་ནི་དེ་ཡིས Dividend ག་ཚོད་སྤྲད་ཀྱི་འདུག་དེ་ཚོ་ཚང་མའི་ཐོག་ལ་དོ་སྣང་བྱས་པའི་ཐོག་ནས་ཀམ་པ་ནི་དེ་ཡི Share ཉོ་དགོས་ཡིན་པ་རེད།

སྐམ་པ་ནི་འབྲིང་ལ་ཉེན་ཁ་འབྲིང་དང་ཁེབས་སང་ཡང་འབྲིང་རེད། སྐམ་པ་ནི་ཆུང་བ་ཚོ་ལ་ཉེན་ཁ་ཆེན་པོ་ཡོད་པ་དང་ཁེབས་སང་ཡང་ཁེབས་སང་གཅིག་བྱུང་ན་ཞེ་དྲག་ཆེན་པོ་ཡོད་པ་རེད། ད་གསུམ་པ་ཁྲོམ་ར་རྩེ་ཡལ་ལ་ཆ་རྐྱེན་ག་རེ་ག་རེ་དགོས་རེད་ཟེར་ན་ཆ་རྐྱེན་དང་ཤོས་དེ།

གལ་ཆེ་ཤོས་གཅིག་ལ་མཉེན་ཆས་ཀྱི་གསང་བའི་ཨང་གྲངས་སོགས་ཤུགས་ཆེན་པོ་དང་ཡག་པོ་བཟོ་དགོས་གལ་ཆེན་པོ་རེད་མ་གཏོགས། ཁྱེད་རང་གིས་ཉོས་པའི་མ་རྐང་དེ་ཚོ་ཁབ་ལུད་དང་བོར་བརླག་སོགས་ཤོར་བའི་ཉེན་ཁ་ཆེན་པོ་ཡོད་རེད། Share Market བརྩེ་བར་མང་པོ་ཞིག་གིས་ཟེར་ཡག་ལ་གློག་ཀླད Computer ཡིན་གཅིག་དགོས་རེད་ཟེར་གྱི་ཡོད་ཡིན་ཡིན་ཡང། ཁྱེད་རང་ལ་ཁ་པར་ཡག་པོ་ཡོད་ན Mobile བརྒྱུད་ནས་ཡང་སྟབས་བདེ་པོའི་ངང་ནས Share Market བརྩེ་ཐུབ་གི་རེད།

ལགས་སོ། ཐུགས་ཆེ་གནང། ཐག་རིང་གི་བརྙན་ཐུང་འདི་ད་ག་ཚམ་བཞག་གི་ཡིན་ང་ཚོ་ཐེངས་རྗེས་མའི་ལེ་ཚན་ནང་མཇལ་ཡོང་ད་བདེ་མོ་གྱིས།